ཡུམ་གྱི་ད་ཕ་རྒྱུད་དེ་མྱང་ཡིན་དུས་དེ་ནི་མྱང་ཚ་ཟེར་རོ། དེ་ནི་མ་རྒྱུད་དེ་མལ་ཁྱོར་ཟེར་དང་བུ་ག་རུས་པ་དེ་རྒྱ་ཁྲ་ཆད་འདྲ་བོ་དེ་རོ་མལ་ཁྱོར་ལོ་ཚ་བ་ཟེར་ཡང་འདྲ་བོ་དེ་འདྲ་ཡོང་གི་ཡོད་རོ་བ་ས་ཆ་གི་ལོ་རྒྱུས་དེ་འདྲ་ན་འོ་དེ་འདྲ་དེ་སྐབས་སུ་ད་ཞང་བུ་གི་སྐབས་སུ་བཞུགས་དུས་ཡི་གེ་ལོག་པའི་ཞོར་ལ་དེ་ནས་ཅིག་གང་ཐང་འོང་འདྲ་ད་ད་དེ་འདྲས་ཀྱི་སློབ་སྦྱོང་འོ་དེ་དེ་ཚ་ནང་དུ་བ་དེ་ཟེར་བ་རེད་ད་དེ་ང་ཚོ་བོད་ཀྱི་མི་འདི།

དེ་འདྲས་ཡོད་མ་འདྲ་འདྲ་བཙལ་ཏེ་དེ་ཡོད་སྲིད་རོ། འོ་དེ་འདྲས་ཅིག་རེད་ད་དེ་ནི་རྗེ་བཙུན་རིན་པོ་ཆེ་དགུང་ལོ་བཅོ་ལྔ་བཞེས་པ་ད་ཤིང་རྟ་ལོ་སྦྱོར་གཅིག་སྟོང་བརྒྱད་མ་ལྔ་བཅུ་ང་བཞི་ཆ་འགྲོ་རུ་བ་ད་དེའི་སྐབས་སུ་ནི་དེ་ནས་ད་ཡུམ་གྱི་དྲུང་ལ་མ་ཕེབས་ནས་དེའི་སྐབས་སུ་དེ་ནི་ཡུམ་གྱི་ཨ་ཁུ་ཚུལ་ཁྱིམ་ལ་བོས་ནས་དེ་ནི་ཨ་ཁུ་ལ་ཆང་གཅིག་བླུད་ཆང་དྲངས་ཚར་ནས་དེ་ནི་ད་སྐད་ཆ་འཇམ་པོ་སྒོ་ནས་དེ་གཉིས་མ་མེད་རྣམས་པ་ལ་དེ་ནི་ཅིག་ད་སྐལ་བ་ག་འདྲ་བྱུང་ཅིག་སྟེར་རོགས་བྱས་སུ་ད་ད་བུ། ལོ་བཅོ་ལྔ་ལོ་བ་ལོངས་སོང་འོ་ད་དེ་འདྲས་ཅིག་ད།

ཨ་ཁོ་ཚོ་ལ་དྲིས་ཉན་གྱི་ཉན་ཁུར་ཟེར་ན་རེད་སྟོན་མོ་ཟེར་ན་རེད་འོ་ད་དེ་འདྲས་ཀྱིས་བཤམས་ནས་དེ་ནས་ད་ཡབ་མེ་ལ་ཤར་རྒྱལ་མཚན་གྱི་ཞལ་ཆེམ་ག་འདྲས་ག་འདྲས་བཞག་ཡོད་པའི་ཞལ་ཆེམ་གྱི་ཚོན་མདོ་པར་ལབ་ནས་འོ་ད་བུ་ཐོས་པ་དགའ་ལོ་ཅོག་ང་ཟིན་སོང་ཁོ་རང་གི་ད་ཁྱིམ་ཚོ་ཟིན་ཐོབ་ས་རེད་དེ་འདི་དེ་ནས་ནོར་ཆེན་ཚོ་སྤྲད་དགོས་ཀྱི་རེད་སྤྱིར་བཏང་འདྲ་པོ་བྱས་ན་ཡང་མི་སུ་འདྲ་ཅིག་ནས་སོས་སུས་ལ་ཉོས་བཞག་ཡོད་ཀྱི་བུ་དེ་འདྲས་ཡང་བཟོ་རྩ་བྱེད་ཀྱི་ཡོད་རེད་ཡང་མེད་ན་དེ་འདྲས་ཅིག་ཡང་བུ་དེ་འདྲས་བཙལ་ནས་ད།

རྡོག་རྡོ་དེ་ཚོ་བརྒྱབ་སྟེ་ནི་ཚིག་ངན་མང་པོ་སྨྲས་ནས་ད་ཁང་པ་ཡང་འཕྲོག་རེས་ཡོང་གི་འདུག་ཁ་སང་ངས་ཞུས་ཡིན་པ་ཁང་པ་འཕྲོག་སོང་འདིའི་སྐབས་ལ་ཡང་ཡོང་གི་འདུག་དེ་ནི་ད་ཁྱེད་ཚོ་མང་ན་དམག་རྒྱབ་ཤོག་ཟེར་ད་ཉུང་ན་མཐུ་བཞེས་ཤོག་ཟེར་དེ་མ་གཏོགས་ད་སྤྲད་གི་མེད་ཟེར་པས་ཤོག་ཆེན་པོ་དང་པོ་བྱས་ནས་ཨོ་ད་དེ་འདྲས་བྱས་ནས་འདི་མཐོང་ཆུང་ཟེར་བོ་ར་བ་ད་བེ་རྩིས་མིན་འདྲ་བོ་ཞེ་བོ་ཅིག་བཏང་ད་དེའི་སྐབས་སུ་བར་མི་ཞིམ་མེད་ཡང་རྩ་བ་ནས་ཞིམ་མ་ཐོབ་པ་འདི་འདྲ་ཅིག། བྱེད་དཀའ་བྱེད་འོས་བསམ་བློ་བཏང་བ་རེད་དེ། དེ་དེ་ནས་ཡ་ཤིན་མ་ཐོབ་པར་དེ་ནས་འདུག་རང་བཞིན་གྱི་ཕོ་གཅིག་སྐྲ་བའི་སོག་འདི་བྱས་ནས་ཞེན་མ་བྱུང་བ་རེད་ཟེར་ཡོང་གི་འདུག་དེའི་སྐབས་སུ། ཕ་ཕ་ཤི་རྩིས་ལེན་བསམ་པ་ནི་རྫ་བ་ནི་ར་གི་འོ་མ་རེད་ད་མ་ལོངས་རྒྱུ་མཚན་གཙོ་བོ་གཅིག་དེ་ཕ་གི་ཞལ་ཆུང་རྩིས་མ་རྩིས་གཙོ་བོ་དེ་མ་རེད་ད། ཨ་ཁུ་གི་རེ་བ་ལ་དེ། ཡུམ་ཡང་ཚ་དཀའ་ཞིང་ཨ་ཁུའི་བུ་གི་སྣང་མ་བྱས་ཡག་གི་རེ་བ་ཆེན་པོ་ཡོད་རེད་དེ་བར་ངང་ཁུག་འདྲ་གཅིག་བྱས། ཅིག་སྡུག་པོ་འདྲ་བཏང་བཤད་ན་ཡང་སེམས་འདི་ཅི་ཁུག་མོ་བ་ཙམ་དེ་བཤད་དུ་དེ་དེ་རྩ་བ་ནས་དང་ལེན་མ་བྱས་པ་ལ་བརྟེན་ནས་འོ་ད་དེ་འདྲས་འདྲ་བོ་ཅིག་བྱུང་སོང་བ་དེ་ནས་ཡུམ་དེ་ཡུམ་དུ་འབད་ཁྲག་པོ་ཞེ་བོ་ཅིག་བྱས་སོང་བ་འོ་ད་དེ་འདྲས་དང་འབད་འབྲེལ་བ་འདྲ་བོ་དེ་ཆགས་ཡོད་རེད་ད་ཁ་ཤས་ནང་ལ་ལོ་བཅུ་དྲུག་གི་སྐབས་རེས་ཡོང་གི་འདུག་དེ་རྣམ་ཐར་ཚང་མའི་ནང་ལོགས་ལ་དེ་ནས་རྗེ་བཙུན་རིན་པོ་ཆེ་ལོ་བཅོ་ལྔའི་སྐབས་ལ་དེ་ནས་ཡོད་དེ།

གི་གྲོང་ལ། ཕྱག་རྡོར་གྱི་སྐོར་དེ་འདྲས་དང་དེ་ནས་ཆོས་ཁ་ཤས་ཅིག་གསན་པ་གི་དེ་འདྲས་གི་ད་ལོ་རྒྱུ་འདྲ་བོ་ཅིག་ཡོད་དེ་བས་རེད་འདུག་དེ་རྗེ་བཙུན་རིན་པོ་ཆེན་གི་རྣམ་ཐང་གཞན་དག་ནང་སྐོར་དེ་འདྲས་གསལ་གི་ཡོད་མར་དེ་གཞན་དག་ནང་ལོགས་ལ་ཡང་གསལ་ཡོང་པ་དེ་འདྲས་ཅིག་རེད་ད་དེ་དུས་དེའི་འགྲོ་ཀུན་མཁྱེན་པདྨ་དཀར་པོ་གི་འབྲུག་པ་ཆུང་ཆུང་ནང་ལོགས་ལ་དེ་ནས་ལོ་ཙཱ་བ་གླེན་ཆུང་ལས་བཀྲ་རྒྱས་སི་ཁོང་ལ་འབྲེལ་ལོགས་དང་ཕྱག་ན་རྡོར་གྱི་ལས་ཀི་རྡོ་རྗེ་ལུགས་གི་དེ་ནས་ཞེ་མོ་བླ།

དེ་འདྲའི་ཆེས་སྙིང་བའི་རི་དྭགས་ཁོ་ཚོ་མཉམ་དུ་འགྲུལ་སྐྱོད་བྱེད་དེ་ཛྭ་ཉི་ཧེ་རུ་ཀའི་མཛེས་པའི་རྣམ་རྟོག་ལ་དེ་ནི་དེ་མངའ་རིས་དུས་བབ་ནས་ཡིན་པའི་གཅེས་ཕྲུག་ལྔ་གུང་ཐང་ལྷོ་འགྲེམས་གྲོང་ཁང་ནས་ཨ་ནི་དེ་ཚུགས་པ་རེད་ཟེར་ཏེ་ཡོང་འདུག་དོན་དག་གཅིག་པ་རེད་འདུག་དེ་ནི་ནམ་ཐག་གཅིག་གི་ནང་ལོགས་ལ་མར་གུང་ཐང་མེ་ལ་བྲིས་དེ་ཚོ་ལ་ཡང་ཡུམ་གྱི་ཁ་ལག་འདྲ་བོ་བཏང་དེ་འདྲ་བྱས་ནས་དེ་ནི་ཡར་མཉམ་དུ་བས་རེད་དེ་ཡོང་དེ་དེ་ནི་ད་ཡུམ་དང་སྲིང་མོ་མཉམ་དུ་ཡོང་དེ་ནི་དཔོན་མོ་བས་དང་ཡི་གེ་སྙིང་པོའི་ནང་ལ་དཔོན་མོ་བས་དང་ཡོང་གི་མི་འདུག་བས་མེད་བས་དང་ཡོང་གི་འདུག།

ཨོ་ད་དེ་འདྲས་ཀྱི་ནང་ལ་དེ་ནི་ཁྱོད་རང་མཐུ་ཡག་པོ་གཅིག་སྦྱང་མ་མྱོང་ན་ཕ་ཡུལ་ལ་ལོག་ས་ཡོད་མ་རེད་ཟེར་བ་ལས་མཐུ་མ་བྱས་པ་ན་དེ་ནི་ཁྱོད་སོས་ཀྱི་རེད་ད་མཐུ་བྱས་དེང་ནས་དེ་སོས་བ་ལ་ཐེ་ཚོམ་མཐུ་མ་བྱས་པ་ལ་ད་ལྟ་སོ་རྩིས་འདྲ་བོ་འདི་འདྲས་བྱེད་ཀྱི་ཡོད་རེད་མཐུ་བྱས་ན་དེ་བས་ཀྱང་སོས་ཡ་ཐེ་ཚོམ་ཡོད་མ་རེད་དེང་དུས་ཁྱོད་ལོག་པ་རྣམས་ཀྱི་ཡ་ཁྲིད་མ་ཡོང་ཁྱོད་རང་མ་གིར་མ་བསྡད་བཞག་དེ་ནས་ཨ་མས་ད་རུང་གཅིག་མཐུན་རྐྱེན་ཨོ་དེའི་སྟོབས་ཆེ་དེ་ཚོ་བཙལ་ནས་བསྐུར་ཡོང་རྒྱུ་ཡིན་གསུངས་བ་རེད་ད་དེ་ཡོད་རེད་དེ་ནི་རྒྱལ་ཐང་པའི་མཛེས་བའི་ནང་ལོར་དེ་ནི་མ་དང་སྲིང་མོ་གཉིས་མོ་པད་མ་པད་ཐང་ཟེར་བ་དེའི་ནང་ལོར་ཡང་པད་མོ་པད་ཐང་ཡོད་མ་རེད་པད་མ་པད་ཐང་ཟེར་གྱི་ཡོད་རེད། དེ་སྔ་མ་ལ་བས་མི་བས་ཐང་རེད་འདུག་དེ་འདྲའི་ཁྱད་པར་འདུག་ད་དེ་ན་མ་སྐྱེས་ནས་དེ་ནས་བོད་ལ་སྙིང་ཁྲག་མང་དུ་ལུས་རེད་ཁ་བརྡ་མང་པོ་བྱས་རེད་ཨོ་དེའི་སྐབས་སུ་ཡང་ཁམས་པའི་ཚོང་པ་མང་པོ་འདུག་དེ་ཚོ་དང་ཡང་མཉམ་དུ་བས་རེད་ཟེར་འདུག་ད་དེ་སྙིང་ཁྲག་མང་དུ་ལུས་ཟེར་ཡ་དེ་ག་འདྲས་ཀྱི་གོ་ལ་ཡིན་དགོས་རེད་ཟེར་ང་ཚོ་བསམ་བློ་གཏོང་ཡོང་བས་ན་དེ་ནས་དེ་བཟང་སྤྱོད་ཧེ་རུ་ཀའི་མཛད་འོས་ཀྱི་རྣམ་ཐར་ནང་ལ་གསལ་ཡོང་གི་འདུག་བ་ཡུམ་གདོང་འཆི་མེད་གང་ནས་དེ་ནས་ད་འོ་ཅག་མ་སྨད་གཉིས་ཀྱི་ལས་གོས་ལྟོས་དང་ད་ད་ཡུལ་ལ་འཕྲུལ་རྟ་ཐོན་པ་ཅིག་ཅིས་ཀྱང་བྱེད་ཆོག་མ་གཏོགས་བྱེད་ཀྱི་ད་ད་བ་ནས་འགྲིག་ཐབས་ཡོད་མ་རེད་ད་ཁོང་ཚོ་གི་མཐུ་དང་ང་ཚོ་མཐུ་འདྲ་གི་མ་རེད། ཁྱོད་ཚོ་གཅེས་ཕྲུག་རང་ཁ་རྒྱག་དགོས་ཀྱི་འདུག་ག་སེ་ཙམ་མོ་རྩེ་ཡག་ཐོད་རེད་འདུག་བ་ང་ཚོ་མ་མེད་འུ་ཐུག་འདུག་ཐུག་དགོས་ཀྱི་ཐོད་རེད་ཁྱོད་སྙིང་རུས་བསྐྱིལ་ཞོག་ཟེར་ད་གལ་སྲིད་ཁྱོད་ཀྱི་ཡུལ་ལ་དུས་རྟགས་མ་སྟོང་པར་ལོག་བྱུང་ན་ཨ་མ་རྒན་མོ་ངས་ཁྱོད་ཀྱི་འདོད་ཡོན་ལ་ལྕེབས་ནས་ང་ཤི་བསྡད་ཀྱི་ཡིན་ཟེར་དེ་འདྲ་གི་དམ་བཅའ་འདྲ་བོ་མཛད་འདུག་བ་ད་དེ་ལ་གོ་དགོས་ས་རེད་བ་ལོ་ཁོག་འདྲ་བོ་ཟེར་གོ་རེ་སེམས་ནང་ལ་མ་ཟུག་དགོས་ཀྱི།

གཅིག་ལོ་ན་ཟླ་ཀོ་བོ་ཟླ་བ་རེ་རེ་ཟླ་བ་ཕྱིས་དེ་ནས་ཞག་བཅོ་བཅུ་ནང་ལོགས་ལ་ཨོ་དེ་འདྲའི་ཤི་ཡག་གི་ཚུལ་དེ་འདྲ་ཡོད་དོ་ཡོད་རེད་ཡིན་ན་ཡང་ད་ད་སློབ་ཁང་དེའི་མདུན་ནས་ང་ཡུན་འདི་གསལ་ཙམ་བསྡད་ཟེར་དགོས་ཀྱི་རེད་ཟེར་ན་ཞག་པོ་བཅུ་ཕྲག་ཟླ་བ་རེ་གཉིས་བསྡད་ཤར་ནས་མི་བལྟས་དུས་དེ་ཡོད་མ་རེད་ད་གཟུགས་པོ་འདྲ་བཞིན་པའི་ལོ་ཞིག་བསྡད་ཡིན་ཟེར་ན་དེ་འདྲ་ཡག་པོ་ཡོད་རེད་དེ་དུས་ཁྱེད་རང་ལ་དེ་ནས་རྒྱག་ནས་ཁི་ཡག་འདུག་དེ་འདུག་ལོ་གཅིག་སྡོད་ཟེར་ནས་ད་དེ་འདྲས་སོང་བ་རེད་ད་དེ་ནས་གཅིག་ཁོང་རྣམ་པ་མཉམ་དུ་བཞུགས་བསྡད་དུས་ད་ཚོད་ཡོང་ས་རེད་བསམ་བསམ་དེ་འདྲས་ཀྱི་ཁ་ཕོ་ཆེ་ཨོ་ཁ་ཚབ་ཅན་ཟེར་བ་ད་དེ་འདྲས་མང་པོ་ཞིག་སླེབས་ནས་འདི

གསལ་པོ་ཞུ་འོས་རེད་ད་ལྟ་འགྲོ་མགོ་ཕག་མོ་གྲོལ་བའི་དགེ་སོང་གི་ནང་ལོགས་ཆོས་དྲུག་གི་བརྒྱུད་འདེབས་ནང་ལོགས་རྒྱུད་པའི་ཚུལ་བླ་མ་རྒྱུད་པའི་རིམ་པའི་ནང་ལོགས་དེ་ནས་མང་གོང་གི་ཆོས་ཀྱི་རྗེ་བཙུན་དེ་མི་ཕྱུགས་ཤིན་ཏུ་ཁས་དམན་པའི་དབུས་སུ་ཐོན། འདི་རྣམ་ཐར་དེ་ཆགས་ཏེ་ཡོད་རེད་ང་ཚོ་དོ་སྣང་འདྲ་བོ་ཞིག་དགོས་ས་དེ་ལ་དེ་ཡོད་རེད་རྣམ་ཐར་ཁ་ཤས་ནང་ལོ་བཅོ་ལྔ་ལ་མ་ཕེབས་ས་ཡོད་རེད་ད་ཐེངས་མ་ལོ་ཚིགས་བགྲོས་བསྡུར་ཡོང་ན་དེ་སྔ་དྲགས་དེ་བས།

ཟད་དེ་སྙིགས་ཟད་དུ་འགྱུར་ནས་དེ་སྙིགས་དེ་བར་ཉག་འགྱུར་སོང་བ་རེད་འདུག་ད་དེ་མ་གཏོགས་དེ་བསྔོག་བསམ་ན་དེ་སྔ་མ་བསྔོག་པ་ཁོ་ཚོ་གི་གདུང་རུས་དང་གཅིག་པ་ཡིན་པའི་གོ་མཐོང་ཚོད་མི་འདུག་དེ་ནས་འགའ་གཅིག་རེད་འདུག་དེ་ནི་ང་ཚོ་ཀྲུང་ཧྭ་ཡི་གེའི་ནང་བལྟས་ཡིན་ན་ཡུལ་དངོས་ཡུལ་གྲུ་བཞི་ནང་དངིགས་ལ་ཞར་མ་དང་ཟེར་ཡོང་གི་བ་རེད་ད་འདི་ད་དེ་མ་རྡེའུ་ཆུང་ཆུང་རེ་ཁྲེ་ཀ་སོགས་ཀི་ནང་ལོག་ལ་བལྟས་ཡིན་ན་དེ་ནི་ཡུལ་དེ་ལས་དེ་ཡོང་གི་བ་རེད་ད་ཉག་ཡུལ་གྲུ་བཞི་བྱས་དེ་ནི། ལྷ་དེ་ལས་གཉགས་ལ་ཤར་མ་ཟིག་ཡོང་དགོས་བ་རེད་ད། ཨོ་ད་དེ་འགྱུར་བ་ཐེབས་བསྡད་དོ་དེ་ཡིན་དུས་དེ་ད་གཟའ་སྙིང་གི་བྱེད་པ་འདྲ་བོ་ཅིག་ཨོ་དེ་གཉིག་དེ་གཉིག་ལ་འགྱུར་ནས་གཉིག་དེ་གཉགས་ལ་མ་འགྱུར་སོང་བ་དེ་འདྲའི་གེགས་རེད་འདུག་དེ་ནས་ད་ལྟ་ཁོང་གི་རུས་པ་དེ་དེ་གཉགས་ཡིན་པ་དེ་གསལ་པོར་གྱི་རེད་བསམ་གི་འདུག་ད་དེ་གང་ཡོད་ཟེར་ན་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལ་དེ་ཤེས་ཡོང་དུས་ཡར་ཀླུང་ཁུ་དང་གཉགས་ཀྱི་ཡུལ་ཟེར་ཡོང་དོ།

ཡར་ལུང་བརྒྱག་ཏོ། དེ་ནས་ཡང་དེ་སོང་ཏོ། ཁོང་གིས་ད་ང་ལ་མཐུ་ཆེ་བའི་གྲོགས་པོ་གཉེར་ཁྲོ་རྒྱལ་བྱ་བའི་བོང་བུ་ཅིག་ཡོད་ཟེར་ཡོང་ཏོ་ད་དེ་ཁོ་རང་གི་གྲོགས་པོ་དེའི་མིང་ལ་ཡང་ཁྲོ་རྒྱལ་ཞུ་ཏོ་བོང་བུ་དེ་ད་དེ་བཀོལ་བསྡད་དུས་དེ་ནས་ང་ཚོ་མང་བསམ་བློ་བཏང་སྟེ་གཉགས་དང་གཡུ་གཉིས་ཀ་ནི་རུས་མིང་སྟེ་རུས་པའི་གཉིས་དུས་གང་ཟག་གཅིག་ལས་སྦྱར་ན་དེ་ད་ཐག་འདྲ་བ་མི་འཐད་པས་ར་བ་གཉགས་ཡིན་ལ་གཡུ་ཡིན་པ་ཅིག་དེ་ཡོང་ཐབས་འདྲ་བ་མེད་པས། དེ་འདོད་ཡོངས་ནི་རུས་པ་ཡིན་གསུངས་དུས་དེ་ནི་ང་ཚོ་ཡི་གཡུང་དྲུང་རྡོ་རྗེ་སྤར་ཟེར་ཡོད་རེད་བ་རྙིང་མའི་བླ་མ་ཞེས་ན་རྙིང་མའི་བླ་མ་དེ་ནི་ཀམ་ཚང་བླ་མ་ཞེས་ན་ཀམ་ཚང་གི་རང་གཞུང་བོད་ཀྱི་རྗེ་རང་གཞུང་བོད་ཀྱི་སློབ་མའི་གྲས་ལ་ཡོད་བ་གཡུང་དྲུང་རྡོ་རྗེ་སྤར་དེ་ནས་ད་ལྟ་ཞི་ཞི་རས་པ་ལ་ཡང་དེ་འདྲའི་རེད་བ་གཡུང་དྲུང་ཞི་ཞི་རས་པ་སོགས་དེ་ཡོང་བསྡད་ཀྱི་འདུག་དེ་ཡིན་དུས་དེ་ནི་གཉགས་སྟོང་གྲོ་རྒྱལ་དང་གཡུང་དྲུང་གྲོ་རྒྱལ་གཉིས་ཐ་དད་ཡིན་པ་དེ་གཉིས་གཅིག་ཏུ་འདྲིས་ནས་དེ་ནི་གང་ཟག་གཅིག་གི་མིང་ལ་བཞེངས་ནས་གཉགས་གཡུང་དྲུང་གྲོ་རྒྱལ་གཉིས་དུ་འགྱུར་རེད་གསུངས་པ་དེ་ནས་ད་གཤམ་ལ་མ་ཡོང་གྱི་རེད་དེ་ནས་རྟ་ནག་གི་བོང་བུ་ཟེར་ཞིང་རྟ་ནག་བོང་བུ་དེ་གཡུང་དྲུང་གྲོ་རྒྱལ་ཡིན་པ། དེའི་མཚན་སྔོན་དུ་བ་ལགས་ནས་དེ་ནི་རྟ་ནག་གི་བོང་བུ་སེམས་བརྩེགས་ཅན་མ་གཏོགས་མེད་པ་ཆ་སོང་བོ་ད་དེ་འདྲས་དང་བེད་སྤྱད་འབྲེལ་བ་འདུག་བསམ་བསམ་གཅིག་འདུག་འདི་མང་ང་ཚོས་ཐག་ཆོད་བཏང་དགོས་ཡ་དེ་གལ་ཆེན་པོ་རེད་འདུག་འདི་ཐག་ཆོད་འདྲ་བོ་བཏང་སོང་ན་དེ་ནི་ཉག་ཡིན་པ་གཡུང་ཡིན་པ་གི་དེ་ཡི་གི་འབྲེལ་སྟངས་དེ་ལོ་རྒྱུས་འཁྲུགས་སོང་བ་ལས་བྱུང་བ་ཞིག།